ཟླ་བ་བཅུ་གཅིག་དང་བཅུ་གཉིས་ནང་གི་གནས་ཚུལ་གང་བྱུང་གི་སྙིང་བསྡུས་ཞུ་རྒྱུ་ཡིན་པས་ཚང་མས་སེམས་གསོ་ཡོང་བ་ཞུ། རྒྱ་གར་གཞུང་མང་གཉིས་ལ་རི་མོ་དང་རྩོམ་མེད་ཀྱི་ལམ་ནས་ཐུགས་རྗེ་ཆེ་ཞུ་བ། ཟླ་བ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན་བྱིས་པའི་ཉིན་མོ་སྲུང་བརྩི་ཞུས་པ། བདུན་ཕྲག་གཉིས་རིང་གློག་ཀླད་ཀྱི་གཞི་རྩའི་རྨང་གཞིའི་ཐོག་ཟབ་སྦྱོང་གནང་བ། ལོ་འཁོར་མའི་སྲིད་དཔོན་པའི་བྱིས་བའི་སྐབས་སུ་བཟོ་རིག་ལས་འཆར་འདྲ་མིན་སྤེལ་བར་ལྷག་གྲིམ་སྟོན་གནང་བ། གོང་ས་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་ཕུལ་ནས་ལོ་ངོ་ཉིས་ས་དགུ་འཁོར་བའི་དུས་ཆེན་སྲུང་བརྩི་ཞུས་པ། རྒྱ་གར་གཞུང་མང་གཉིས་ལ་རི་མོ་དང་རྩོམ་མེད་ཀྱི་ལམ་ནས་ཐུགས་རྗེ་ཆེ་ཞུ་བའི་སྐོར་གཟི་རིམ་བདུན་པ་ཁ་བརྡའི་སློབ་མ་རྔ་བ་ཤི་མི་ལགས་ཀྱིས་གསུངས་པ་སེམས་གསོ་ཡོང་བ་ཞུ། ཟླ་བ་བཅུ་གཅིག་པའི་ཚེས་ཤར་དུ་རང་ཤུགས་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱ་གར་གཞུང་མང་གཉིས་ལ་ཐུགས་རྗེ་ཆེ་ཞུ་བའི་ལས་འགུལ་སྤེལ་སྐབས་དེ་གར་སློབ་གྲྭའི་སློབ་ཕྲུག་ཆིག་ཁྲི་གཉིས་བརྒྱར་རྒྱ་གར་གཞུང་མང་གཉིས་ལ་བཀའ་དྲིན་མཚོན་ཆེད་བོད་ཡིག་ཉིད་ཀྱི་ཐོག་ནས་རྒྱ་གར་གཞུང་མང་གཉིས་ལ་ཐུགས་རྗེ་ཆེ་ཞུའི་རྩོམ་ཡིག་བྲིས་གནང་བ་མ་ཟད་སློབ་ཕྲུག་རྣམས་ཀྱི་སེམས་ཚོར་དྲག་པོའི་ཐོག་དངོས་ཡོད་ཀྱི་གནས་ཚུལ་རྣམས་ཇི་མ་ཇི་བཞིན་དུ་བཀོད་གནང་བ་མ་ཟད་སློབ་ཕྲུག་རྣམས་ཀྱི་བརྗོད་གཞི་དེའི་ཐོག་རི་མོ་བརྐོས་པའི་ལམ་ནས་རྒྱ་གར་གཞུང་མང་གཉིས་ལ་བཀའ་དྲིན་ཆེ་ཞུ་ཡོད་ཅེས་བཀའ་དྲིན་ཆེ། ཟླ་བ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་བྱིས་པའི་ཉིན་མོ་སྲུང་བརྩི་ཞུས་པའི་སྐོར་འཛིན་བདུན་པ་ཁ་བརྡའི་སློབ་མ་བསྟན་འཛིན་དཔའ་མོ་ལགས་ཀྱིས་གསུངས་པ་གསན་གསུང་ཡོང་བ་ཞུ། སྔར་རྒྱུན་བཞིན་ཟླ་བ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ནི་བྱིས་པའི་ཉིན་མོ་རེད། བྱིས་པ་རྣམས་ལ་མཚོན་ན་ཉིན་མོ་དེ་ནི་ཆེས་སྤྲོ་སྣང་དང་རེ་སྒུག་ཁྲོད་ཀྱི་ཉིན་མོ་དོན་སྙིང་ཅན་ཞིག་ཡིན་པ་ལྟར་འདི་ག་མ་སུ་རི་བོད་ཁྱིམ་ལའང་བྱིས་པའི་ཉིན་མོ་སྲུང་བརྩི་ཞུས་ཡོད། ཉིན་དེའི་སློབ་གྲྭའི་མཛད་སྒོ་དང་འབྲེལ་སློབ་གྲྭའི་དྲུང་ཆེ་མཆོག་གིས་སྤྱི་ཁྱབ་རྒན་བདག་གཙོས་རྒན་བདག་རྣམས་ལ་ཁ་བརྡ་སྒྲོན་གནང་བ་མ་ཟད། སློབ་གྲྭའི་ཚོགས་ཁང་ནང་དགའ་སྤོབས་གཉིས་ལྡན་གྱི་ངང་ནས་གསུང་གླེང་གནང། དེ་ནས་དྲུང་ཆེ་མཆོག་གིས་བཀའ་སློབ་གནང་བ་དང་སློབ་གྲྭའི་སྤྱི་ཁྱབ་རྒན་བདག་ཕོ་མོ་གཉིས་ནས་ཀྱང་གཏམ་བཤད་གནང། དེ་གྲུབ་ཟིན་པ་དང་དགེ་ལས་རྣམས་ཀྱིས་བོད་རྒྱ་ཨིན་གསུམ་གྱི་གཞས་སྣ་གཟིགས་འབུལ་ཞུས་པ་སོགས་ཉིན་མོ་དེ་ཚང་མས་དགའ་སྐྱིད་ཀྱི་དཔལ་ལ་རོལ་ཐུབ་པ་བྱུང་སོང་བས་དགེ་ལས་ཚང་མར་བཀའ་དྲིན་ཆེ་ཞུ་ཞེས་ཐུགས་རྗེ་གནང། ལོ་འཁོར་མེར་སྲིང་བོད་ཕྱི་བའི་སྐབས་སུ་ཟུར་ཡིག་ལས་བྱ་སྒྲ་མི་འབུལ་བ་ལགས། ཁྲིམས་དོན་གནང་བའི་སྐོར་རྩིས་རིམ་བརྒྱད་པ་ཁ་གཏད་ལོ་མ་བསྟན་འཛོམས་པ་ལགས་ཀྱིས་གསུངས་པ་གསན་སྲོལ་ཡོང་བ་ཞུ། ལོ་དེའི་ལས་རིམ་ཞིག་སོགས་རེས་གཟའ་སྤེན་པའི་ནམ་ཡིན་གྱི་ཚོགས་གདན་མཐའ་མ་གཉིས་དེར་སློབ་གྲོགས་དོ་བདག་སོ་སོའི་འདོད་མོས་ལྟར་བཟོ་རིག་གི་ཤུགས་རྩལ་འདྲ་མིན་གྱི་ནང་མཉམ་ཞུགས་གནང་ཡོད། དེ་དང་འབྲེལ་སློབ་གྲོགས་ཁག་ཅིག་གིས་ལྷ་མོ་འཁྲབ་སྟོན་སྦྱོང་བ་དང་སློབ་གྲོགས་ཁག་ཅིག་གིས་རོལ་ཆ་སྦྱོང་བ་སོགས་ཤེས་བྱ་སྣ་ཚོགས་གང་ལ་འབད་པ་དག་ཟླ་བཅུ་གཅིག་ཚེས་ཉེར་གསབ་བཞི་ཉིན་ངའི་སློབ་གྲོགས་རྣམས་ཀྱིས་འགྲེམས་སྟོན་གནང་ཡོད་ཅེས་བཀའ་དྲིན་ཆེ། གོང་ས་ཤོ་ལ་ནོ་བེལ་ཞི་བདེའི་གཟེངས་རྟགས་ཕུལ་ནས་ལོ་ངོ་ཉིས་གསར་བུ་འཁོར་བའི་དུས་ཆེན་སྲུང་བརྩི་ཞུས་པའི་སྐོར། འཛིན་རིམ་བརྒྱད་པོ་དགའ་ལྡན་སློབ་མ་སམ་ལྷ་མོ་ལགས་ཀྱིས་གསུངས་པ་གསན་འཚོལ་ཡོང་བ་ཞུ། ཁམས་བཟང་ང་ཅག་བོད་གངས་ཅན་པ་རྣམས་ཀྱིས་ཚེ་འདི་ཕྱི་གཉིས་ཀྱི་སྐྱབས་མགོན་འཛམ་གླིང་ཞི་བདེའི་རེ་སྤུན་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་བརྗེའི་གཟིགས་པ་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་ནས་ལོ་ངོ་ཉི་དགུ་འཁོར་བའི་སྐལ་བཟང་གི་ཉིན་མོ་དེར་ཞོགས་པ་ཕྱག་ཚོད་བརྒྱད་པའི་ཐོག་སྒྲེ་ཨོར་ཏཱ་ལར་བཀྲ་ཤིས་བསང་གསོལ་ཕུལ་བ་དང། དེའི་རྗེས་དེ་བཞིན་སློབ་གྲྭའི་ཚོགས་ཁང་དུ་སློབ་ཁྱིམ་གཉིས་ཀྱི་དགེ་ལས་སློབ་མ་རྣམས་དང། ས་གནས་ཀྱི་མི་མང་བཅས་པས་སྐྱབས་རྒྱུན་ཡིད་བཞིན་ནོར་བུའི་སྐུ་པར་ལ་མཇལ་ཁ་ཞུས་སོང། དེ་རྗེས་སློབ་གྲྭའི་དྲུང་ཆེ་མཆོག་དང་བུ་སློབ་འཛིན་ཚོགས་ཀྱི་སློབ་སྤྱི་གཉིས་ཀྱིས་བཀའ་སློབ་ཟབ་ཞིང་རྒྱས་པ་གནང་སོང། དེ་རྗེས་དེ་བཞིན་གཞི་ན་འཁྲབ་སྟོན་གནང་ནས་དེར་འཛོམས་ཚང་མས་དགའ་སྤྲོ་འབུམ་གྱིས་གནས་སོང་ཅེས་གནང། དེ་དང་ལྷན་དུ་ཟླ་བ་བཅུ་གཉིས་པའི་ཚེས་གསུམ་ཉིན་ནས་སློབ་གྲྭའི་ལོ་འཁོར་ཡིག་སྒྱུར་ཆེན་མོ་དབུ་འཛུགས་གནང་བ་དེའི་སྐབས་ཀྱི་བརྙན་པར་འགའ་རྣམ་པ་གླེང་སྐྱེས་སུ་སྤྱན་འབུལ་ཞུ་རྒྱུ། དགུན་ཁའི་གུང་གསེང་དུ་མ་གོས་གོང་དུ། དེབ་རྩིས་སྤྲོད་བྱེད་པ་དང་དེ་བསྒྲུབ་རྗེས་སློབ་མ་རྣམས་རང་རང་སོ་སོའི་ཕ་མ་སྤུན་མཆེད་ཐུག་ཏུ་བསྐོས་བཞིན་པས་བརྙན་པར་དང་བརྙན་ཐུང་རྣམས་ཁྱོད་རྣམས་ཀྱི་སྤྱན་ལམ་དུ་ཞུ་རྒྱུ།